བཀྲ་ཤིས་བདེ་ལེགས། བླ་ཡག་ལྷན་རྒྱས་ཚང་མ་བསྐྱར་དུ་མཇལ་བ་ལ་དགའ་པོ་ཞུ་གི་ཡོད། དགྱ་པོ་ཞུ། ནི་རྒྱ་སྐྱོད་ནོར་ཉེན་དུ་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་མང་པོ་ཡོད། ད་དེ་རིང་གཟའ་ལྷག་པར་ལྷ་དཀར་བཟོ་ལ་ཡི་དང་ནོར་རྒྱས་གཟའ་ལྷག་པར་གོ་སྲོལ་རེད་ད་རེས་ལ་སྐད་འདུག་ཨ། དེ་སོགས་རྩ་ནས་བལྟས་ནས་མ་ད་ག་ཚོད་སྐད་ཆ་ཆེ་ཡོད་དེ་བཤད་ཉན་སྤྲོ་སོ། ད་སྐད་ཆ་མདོག་སྡིག་འདྲ་པོ་རེ་ང་དང་ཟུར་མོ་མཆོག་ད་དེ་འདྲ་མདོག་མདོག་འདྲ་པོ་ཞིག་བཤད་ཐབས་ལྟ་བུ་ཡོད། ད་དེ་ཡ་ཡས་ལ་སྐད་ཆ་དཔེ་མང་པོ་ཡོད་ར་དེ་ཚོ་ཚང་མ་ཛར་ཛུར་ར་མང་པོ་ཆགས་འགྲོ་དགོས། ཨ་ནི་ད་ད་རེས་འདི་རྒྱ་གང་ན་ཉིད་ཀྱི། ཨ་ནི་ད་བྲེལ་བ་སེ་ན་མི་འདུག་ད་ལོ་ཞི་ང་ཞིག་ལ་ད་ཡག་པོ་ཅུང་མ་སོ། ད་ནི་ད་ཟང་ཚོགས་གི་བོད་ཀྱི་ཟང་ཚོགས་རེད་ད་གཙོ་བོ་ད་བོད་ད་རྒྱ་མི་ང་བ་ལ་ཡོད་ར། ད boss དེ་རྒྱ་མི་ཆ་འདི་ཡོད་ར་རྒྱུ་མདའ་ད་ད་ང་རོ་སོ་ལོང་ཆ་གས་ཡོད་མ་རེད་དེ་ནོ་ལ། ད་ས་མཚོ་ལ་དམག་མི་དེ་སོ་ད་ང་རོ་སོ་བོད་སྐད་རྒྱ་ཉིན་བསྐྱར་མཆོད་བྱ་བཞིན་འདུག་ད་རྒྱ་གར་ནོ་ལ་ང་རོ་སོ་གཞི་ཆ་ག་གི་བུ་མང་པོ་ཞིག་འདུག་ངི་ནི་ད་ཧེ་མ་ལ་ཡ་ག་རི་རྒྱ་ལ་དར་མན་པ་ལ་སོ་པ་གི་རྒྱ་གར་དམག་མི་ནོ་མང་པོ་ཡོད་ར་ད། དེ་འབྲེལ་གྱི་མི་དེ་སོ་ད་ཕུ་ཀི་གི་མེ་མདའ་རྒྱ་དུ་ད་འཁྲུག་པ་ངོ་ནས་འགོལ་དུ་སོ་ཐུག་འགྲོ་དུ་ད་ཡི་གི་ཀུ་ཅང་གོ་འདེ་ཉེ་སོ་ཡོ་དུ་སོ་ལ་ལས་ལབ་ར་འུ་བ་མ་རེ་ད་གཅིག་བྱས་ན་ལྷོ་རྒྱུག་གི་ཡིན་ཟེར་གཅིག་བྱས་ན་ཡོ་མི་རུ་ཡེ་རྗེ་གི་ཡེ་སྲིད་པ་ར་འོ་དེ་འདྲི་བྱས་སོ་ད་རྒྱ་ཕ་ཤོ་རྒྱ་ད་རྒྱ་ནག་བོ་ལ་ཡོད་པའི་བོད་པ་དུ་སོ་དེ་ནི་མ་མི་དེ་འདྲི་བོད་སྐད་རྒྱ་ཉན་དུ་བ་ན་ནི་ད་མ་གི་དོན་དེ་དེ་འདྲི་གི་ཉན་འཕྲད་མང་པོ་ཐུག་ཡ་དུ་བ། ད་རྒྱ་དཀར་ནག་གཉིས་དེ་སོགས་འགྲོ་བ་ཡག་པོ་ཞེ་པོ་ཅི་བྱུང་ཡོད་ལ་ད་ག་ཚོད་རྒྱ་གར་གི་གསར་འགོད་དུ་ཞུ་བཞིན་ཡོད་ད། འགྲོ་བ་ཡག་པོ་བྱུང་ནི་ཡག་པོ་རེད་ད་ཁོ་ཚོ་ཁྱིམ་མཚེས་བྱས་སྡོད་དགོས་ར་ཡིན་ནོ་ལ་ད་བརྟན་པོ་ཞེ་པོ་ཞིག་ང་ལྟ་ན་མཐོང་གི་མེད་ར་ད་ངའི་མ་ལ་ཡག་པོ་ཞེ་པོ་དེ་འདྲ་བྱུང་དེ་ཡོད་རེད་ཡོ་ཕ་སྡིག་པོ་བྱུང་དགོས་ར་རེད་ད་དེ་འདྲ་འདྲ་པོ་བྱས་ད་ད་རེས་དེ་ག་ཡ་སྲིད་ནམ་དེ་ངའི་ནི་ཁོ་རོགས་སུ་ཆགས་གཞི་འདྲ་པོ་དུ་ཡོད་སྲིད་པ་རེད་ཡ་ད་ཡ་རྒྱལ་འདྲ་པོ་འགྲོ་འགྲོ་བ་པོད་མང་པོ་བཅུག་སུ་ར་ཡིན་ནོ་ལ་ད། ད་ད་རེས་དམིགས་བསལ་གྱི་ཨ་རིག་གི་དག་ཅིག། ཁྲེ་པ་ཡ་ལ་སོགས་པ་དོ་དེ་འདྲའི་ད་རྒྱ་ག་ན་གཉིས་ཀ་དེ་གི། ད་ཨ་ནི་དེ་བི་དི་ཨེ། བིས་ལ་ནི། ད་རྒྱ་ག་མང་པོ་ཞིག་འདུག་ཨ། ད་ངེས་མ་ཡིན་མང་པོ་ཡོད་མ་རེད། རྒྱ་ནག། ཨུ་རུ་སུ། རྒྱ་གར། བི་རྫིལ། ཨ་ནི། དེ་འདྲའི་གི་ད་རྒྱ་ག། ཡར་རྒྱས་འགྲོ་བཞིན་པའི་ལ་བོ་ར་ད་དེ་ཚོ་དུ་ད་ག་རུ་འགྲོ་ཚར་ར་ད་རྒྱ་ག་ན་སུ་དུ། ར་བྱས་སོང་ཨ་ནི། ད་དེ་ནས་མི་རྩིས་པའི་ད་གསར་བ་མང་པོ་ཞིག་ཡང་འཛུལ་ཡོང་གི་འདུག་ཨ། དེ་ཆོག་གི་ཨ་ནི། ད་དེ་འདྲའི་འབྲོག་ལ་ནང་བཞིན་ཞིག་བཟོ་གི་རེད་བཟོ་གི་མ་རེད་ལ་ནི་ད་ལྟ་མི་ཞིག་བཟོ་ཡོད་མ་རེད་ད། ཡིན་ནོ་ལ་ཡོང། ད་རྒྱ་གར་ནང་གི་དུས་རྒྱུན་ནས་འགྲོ་བ་འདྲ་པོ་བྱས་ནས་གཙོ་བོ། དེ་ཚོ་ཡག་པོ་འདྲ་ཆགས་ཡིན་པའི་སྐད་ཆ་ཡིན་ས་རེད། ད་བར་ཚུར་ནོར་འཁྲུལ་དུ་སོག་ཡོད་ཐེ་གཏོགས་བྱས་ཡ་ལ་སོག་བར་དུ་ད་དམིགས་བསལ་གྱི་བྲོ་བ་ཡག་པོ་ཅུང་གུ་རུ་ལགས་དོ། ད་ཚུགས་ཡག་པོ་ཨ་རེད། ད་ཚུགས་ཀྱི་སྐོར་ལ་བཤད་ན་རྒྱ་གར་དང་རྒྱ་ནག་གཉིས་འདི་ན་རྒྱ་ནག་གི་ཁེ་སོག་ཆེ་ཡོད་རེད་དེ་རྒྱ་ནག་དང་མཚུངས་པ་དཔེ་ཆེན་པོ་ཆགས་བསྡད་ཡོད་ར། ད་ཡོ་རོབ་དང་སོག་ཚང་མ་རེད་དེ་ནས་ཨ་རིའི་མོ་ད། སྔོན་མ་ད་ལོ་བཅུ་གི་སྔོན་ལ་བཤད་ན་ད་ལོ་བཅུ་གི་སྔོན་ལ་དོ་ཨ་རི་ནོ་རྒྱ་ཆ་དགུ་བཅུ་གོ་དགུ་དེ་རྒྱ་མིང་གི་ཆ་ལ་རེད་དེ་གི་མོ་ཆེ་བ་དེ་ཨ་ནི་ཅིག་ང་ས་ནོར་རྒྱུས་བེད་སྤྱོད་དོ་ཧ་ཆ་ལ་ཤི་ཡོད་ར་མི་སྐྱི་མ་དོ་མཚམས་ན་ད་ནོར་རྒྱུས་བེད་སྤྱོད་མོ་ཆེ་ཤོས་དོ་རྒྱ་མིང་གི་ཆ་ལ་རེད་ད་དེ་འདྲི་འདྲ་བོ་བྱེད་ནི་ད་དེ་སོ་རྒྱ་མིང་ཡོད་ཙུ་ཡ་ལ་དེ་ཙུ་ཡོ་དེ་ཙུ་ཁྲེན་ཁི་པ་ཡ་མགོ་ནི་ཀ་ང་འདུ་ད་རྒྱ་ག་ནོ་མི་མོ་འབུ་ར་ད་རྒྱ་ག་ཁོ་རོག་གི་ཞི་བི་ཅི་བཟོ་དུས་བེར་དུ་ཡོ་ད་རྒྱ་མིང་ཆ་ནི་ཚོས་ཉོ་ཡ་ལེ་ད་དེ་བྱེད་དེ་གོ་ལ་རྒྱ་མིས་ཚོང་པ་ཚ་ལ་དེ་ཁེ་སོ་མོ་བ་རག་འདུག་དེ་རྒྱ་གི་དེ་འདྲི་ཞིག་ཕ་རྒྱ་ནག་ལ་ཕེ་ཤེ་ཚུགས་ཐོག་མར་བྲོས་འདུག་དེ་འདྲི་ཞིག་ད་མོ་ཏྲ་ནི་རྒྱ་མིའི་མོ་ཏྲ་དེ་ཚོ་ལོག་གི་མོ་ཏྲ་གཉིས་གཞི་མི་ཞུ་དེ་འདྲི་དེ་ཡོང་གི་འདུག་ཨ་ནི་རྒྱ་ག་གི་མོ་ཏྲ་དེ་ཚོ་ཁྲ་པོ་ཡོད་རེད་ཨ་ནི་གཉིས་གཞི་མི་ཡོད་མར་གོ་ཏོ་འདྲ་པོ་རེད་ཁྲ་པོ་སྐྱུག་པོ་ཞིག་རེད་མ་ཞུ། ངས་རྒྱ་གར་མོ་ཀྲ་འདྲ་མི་འདྲ་མང་པོ་ཞིབ་ཟ་བ་དེ་ཡོད་རེད་ད་ང་སུ་རྒྱ་གར་ལས་འདའ་མི་ཤེས་ལན་རེ་ལ་ད་རྒྱ་མིའི་གི་མོ་ཀྲ་ནང་བཞིན་རེད་འུ་གཉིས་བརྗེ་མི་འདོད་པའི་ད་བུ་ཆེ་རྒྱ་གར་གི་བཟོ་ཐོབ་མི་འདོད་ཨ་ད་ལྟ་རེད་དོ་ནི་ཁྲ་བོ་ཡོད་རེད་ད་ཡོང་མི་ཤེས་ཕ་ཅིག་ཆ་སྐྱིད་ཡག་པོ་མཛོ་ཉེ་ཞིག་བཟོ་ཐུབ་འོ་མ་རྒྱ་གར་གི་ཁུ་ཧྲོག་གི་ཅིག་ལུང་པ་མང་པོ་ཞིག་བལྟས་ནས་འཇག་པན་དང་ཀོ་རེ་ཡ་དེ་འདྲས་བལྟས་ནི་མི་ཤེས་རྒྱ་གར་གི་དེ་འདྲ་མི་ཤེས་ཁུ་ཧྲོག་སུ་དེ་བཟོ་འི་ཡོད་དོ་ཤི་བ་ལགས་ནི་མོ་ཀྲ་དེ་ད་མ་ཕ་ཞ་ནོར་འབྲི་ཞིག་བཟོ་འི་ལགས་དོ་ཨེ་ན་རྒྱ་གར་དེ་ཅི།

ཚེ་བྷས། ཡོ་ཁོ་སོ་ཁོ་རོ་སོ་ལུ་ཅི་ཀ་ང་འདྲ་བོ་ཁྲོས་ཀི་ཡོ་གྲོགས་པོ་འགྲིག། ཡོ་ཁོ་སོ་ཨོ་ཙེ་འདྲ་བོ་ཆ་ན་ཡོ་ཤི་ཏྲ་རྒྱ་གར་སི་རྒྱ་གར་དང་ཤི་ཏྲ་རྒྱ་རྒྱ། རྒྱ་མི་རིགས་ཁོ་རོ་ཀི་འགྱིག་འདུག་ལ་དེ་སྐོར་ལ་དེ་ཟི་ཐུགས་ཆུ་བྱེད་གི་རི་གྲོང་པོ་ཤི་ན་མཛོ་ལི་ཨ་རི་ཡིན་ནོ་ལ་ལྷོ་རྒྱུག་ཆེན་པོ་རྒྱ་གར་པེ་མོན་པོ་རི་སྨན་ཁོ་བོ་ཚོར་མ་ནོ་སྨན་པ་ཚོ་མོ་ཆོས་རྒྱ་གར་འདྲ་བོ་ཡོ་རི་ཡིན་ནོ་ལ་རྒྱ་མི་གི་ཡིན་འདུག་ལ་དེ་སྐོར་ལ་མ་མ་པོ་ཞི་བ་ཞིག་བྱ་གི་རེད་ད་པ་ཀི་སི་ཏ་ལ་མ་མ་བྱ་གི་རེད་ད་པ་ཀི་སི་ཏ་ཁོ་རོ་སོ་དང་འགྲོ་བ་ཡག་པོ་འདུག་དེ་ཡིན་ས་ས།

ད། ཨུ་ཐུག་གི་ལ་སྐད་འདྲ་བོ་བྱེད་མེད་ད། དེ་ག་ཨུ་ཐུག་གི་སྨྲ་འདྲ་བོ་རེད་སྨྲ་ཟེར་ན་སྨྲ་མ་རེད་ད། མེ་མདའ་ཕར་རྒྱག་རེས་མི་འདུག་ད། ད་ཅིག་མཛེས་ཡ་འདྲ་བོ་བྱེད། ངེད་མ་ད། ཅིག། སྤྱི་ཚོགས་རྙིང་པ་ལོ་བརྒྱ་ཙིག་ཉིས་བརྒྱ་ཙིག་ངེད་ལ་ད་མཛེས་སྟངས་འདྲ་བོ་བྱས་ནས་ས་མཚོ་ལ་མཛེས་ཡ་རེད་ད། མི་གྲོངས་ཡ་ད་ཨོ་རྩལ་གྲོངས་འདུག་ཨ།

བརྟན་པོ་དོ་ཨ་ནི་དེ་འདྲའི་བྱིས་པ་ཞིག་ཡོང་གི་མ་རེད་སྤྲད་གི་འདུག་ད་གར་སུ་གར་གོ། ད་དེ་སོ་རྒྱ་ཨ་རི་ལ་གི་དོ་རྒྱ་ག་ཉི་དེ་ཚོ་ག་ང་འདྲ་བོ་ཆགས་ད་ཅིག་དེ་འདྲའི་བྱིས་དུག་ལ་ཧོ་ད་གར་ད་ཅིག་རྒྱ་ག་ཡིན་ན་ཕ་རྒྱ་མི་ལ་ཐ་སྙད་པོ་འགྲོ་ཡ་འདྲ་བོ་ལ་སོ་པ་ཨ་ནི་རྒྱ་མི་ལ་དོ་ཁྲེལ་པ་ནི་ད་དེ་ཚོ་ངས་ནི་པ་ཞེ་ཡོད་ར་རྒྱ་མི་ད་དེ་ངས་མ་ནི་ད་ཨ་རི་ལ་གཟིགས་གི་བར་ད་ཚུར་རྒྱག་དགོས་པ་རེད་སེམས་པ་ནོར་ནས་ཨ་རི་ལ་ཅི་དགའ་གི་མ་རེད་ད། མེ་གོ་ལ་དེ་ལ་རྩ་བ་ཉིད་ན་དགའ་གི་མ་རེད་ཨ་ནི་ཚེ་རྒྱ་རི་ལུས་པ་ལ་བར་ད། ཅིག་བཙན་པོ་ཟེར་ནི་མི་འདུག་ཡིན་ཐུགས་ཆུ་བཅད་མཁན་རེད་སི། ང་སོགས་འདྲ་པོ་ལ་གཉའ་གནས་བྱེད་དགོས་རེད་ལ་ནི་ད་ངེད་མ་ནི་དེ་ཡོད་བར་འཁུར་རོགས་སི་གི་སེམས་པ་ལ་དེ་ཅི་དེ་གོ་ལ། ཨ་ནི་ཨ་རི་ནི་ཁེ་སོ་ཟ་ཡས་དོ་ཚུང་རྒྱག་ཡས་དོ་ལ་དཔེ་མི་གཟན་གི་ད་ཚང་ཁ་དོ། བཞུགས་ཡས་ནོ་དགེས་པ་ཡས་ནོ་དེ་འདྲི་ལ་ཨ་རི་ལ་དཔེ་གང་དུ་ཡར་རྒྱག་ཅིག་དཔེ་མི་གཟན་གི།

གཅིག། ད་ད་དེ་ཚོ་ད་སྲིད་འཛིན་མི་མཐུན་ནས་ད་ད་དོང་པོ་དོང་རྩ་མི་མཐུན་ནས་སྲིད་འཛིན་ཁྲམ་པ་དོང་པོ་ལོ་དེ་ནས་ནི་རྒྱ་མི་ལ་ད་ཁྲེས་པ་ལ་སོགས་པ་དོ་གཅིག་རྒྱ་མི་ལ་ད་ལས་སླ་བོ་ཅིག་ན་ལོང་ཀར་མཏང་ཡ་མ་རེད་ངས་མ་སྲིད་འཛིན་གོང་མ་དེ་ཚོ་དོ་ད་ཁི་ལེན་ཁྲི་བུ་ཤི་དེ་ནས་མ་ཨོ་བྷ་མ་རེད་ལ་རྒྱ་མི་སྤྱི་པི་ག་རི་ཆེ་ཆེ་འདྲ་བོ་ཅིག་མི་མང་པོ་ལི་ཨ་རི་ནོ་ལ་ཚུགས་མང་པོ་རྒྱ་དེ་ནས་དོང་པོ་དོ་ཚུགས་ཚད་ལྡན་འདྲ་བོ་རྒྱ་ས་དེ་ནས་མ། གྲུ་བཞིའི་ནང་ལ་ལྕགས་ལ་རྐང་བཞུགས་མ་བཞུགས་ན་ན་བཙལ་དང་འདྲིས་ན་བཙལ་མིན་ནི་དེ་འདྲ་རྡོག་རྡོག་ན་བཙལ་སྲིད་ན་ནི་ཁྲེལ་མ་རྒྱག་བར་བྱས་ནས་བཞག་ལ་ཡོ་ཆུ་དུ་མ་ནག་པོ་བཟོ་དང་འདྲིས་ཉི་ཟླ་སྲུ་བ་མ་དྲག་ན་ནག་ཆུ་ལ་དེ་གོ་ལ་ཁྲེལ་མེད་པར་ཐོགས་ནས་ནི་འདྲིས་དུག་ལ་ལ་སོགས་པ་ནི་སྤོས་ན་རྒྱ་གིས་དེ་པ་ཤི་མིན་ན་ཤོལ་ཟེར་བ་འདྲ་པོ་དང་འདྲིས་སྐད་གྲགས་ཆེན་པོ་དེ་སོགས་ལ་ཧུ་ཆེན་པོ་བྱས་ཏེ་བཙོང་དགོས་པ་རེད

དེ་བྱེད་དུས་གོ་ལ་དག་རྒྱང་རག་ཅིག་ཇེ་མཐོ་མ་ཤི་བ་འདྲ་ཟེར་ན་མི་འདུག་ཚོགས་པ་རྒྱག་དགོས་པ་དག་ཡིན་ནོ་ལ། ད་རྒྱང་ན་ད་འགྲོ་བ་ལུང་པ་མང་པོ་ཞིག་འགྲོ་བ་ཡག་པོ་མེད་ར་ལ་དེ་གོ་ལ་ཨ་ནི་ད་འགྲོ་བ་ཡག་པོ་བརྩི་དགོས་ར། ད་ཨོ་རོ་སི་དང་ཞེ་བོད་ཀྱིས་ཐག་ཉེ་པོ་བཅད་ནས་དེ་པར་རུ་དེ་ད་ཡུ་ཁི་རི་ལ་མ་ལོངས་དུས་དེ་འདྲ་ག་འདྲ་བོ་འཕྲོག་སོ། ད་ར་ཤི་ཡ་དུ་ཨོ་ཡོ་དུ་སོ་ཡག་པོ་འདྲ་ཆགས་འགྲོ་བྱེད་དེ་གོ་ལ་དག་ཡོད་དེ་རྒྱ་གར་ཚ་ལ་ཚོད་འཇགས་ཡོང་གི་འདུག་ད་རྒྱ་གར་ཡོད་ནང་ལ་ད་ལང་ཚ་བར་གོ་སྐབས་དུ་སླེབས་ནས་ཅིག་བྱེད་འདུག་ད། འོང་དེ་སོ་ཚ་ད་ཅིག། ད་འཛོམས་པི་ལིག་གི་ཅིག། ཆ་སི་སི་ནང་མི་འདུག་ད་སོ་གཙོ་བོ་དུ་ཚོགས་རེད་དཔལ་འབྱོར་གི་ཐད་ལ་ད་དེ་འདྲ་བྱེད་འདུག་རྒྱ་ནག་དུ་དཔལ་འབྱོར་གི་ཐད་ལ་པི་མི་བཟི་མཁན་ཨ་ནི་ཅིག། དེ་བྱས་གི་འབད་བརྩེ་ཆེན་པོ་དུ་དེ་འདྲ་རེད་དེ་སོང་ཚ་ཨ་ནི་ཚོགས་གི་སྐོར་ལ་བཤད་ན། རྒྱ་གར་ལ་རྒྱ་མི་གི་རྦད་དུ་ཁ་གསོ་ཡོད་ཡོད་ཚ་དེ་བྱས་ནས་རྒྱ་མི་གི་ད་འགྲོ་བ་རྒྱ་གར་ལ་ཚ། ཉེས་པོ་བྱེད་འདོད་དོན་འདི་འདྲ་མེད་རུ་བྲིས་འདུག་ཨོ་ད་ག་ཟེ་བྱེད་ད་ཅིག། ད་རེས་དེ་འདྲའི་བྱེད་འགྲོ་འདུག་དོ་དེ་ཤོད་དོ་ད་དོ་འདྲ་ནི་བྱེད། ཨ་ནི་ཚང་མ་ལ་ལྷ་སྐལ་བཟོ་བྲ་ཤིག་འདི་ལས་རྒྱལ་པོ་མཇལ་ཡོད་བྲ་ཤིག་འདི་ལས་ཡོད་ཚང་མ་ལ།